བཀྲ་ཤིས་ལེགས་དེ་ནི་ཁར་ཚང་འདིའི་ངོས་ནས་དེ་ནི་ནེ་པལ་གྱི་རྩ་ཁྲིམས་ཆེན་མོའི་ནང་ལས་དེ་ནི་འོ་རང་མི་མང་རྒྱ་ལས་ཐོབ་ཐང་གན་ར་འདུག་གོ་དེའི་སྐོར་ལས་འགྲེལ་བཤད་རྒྱག་བཞིན་པ་ཡི་དེ་དེ་ནི་ད་ལྟ་ང་དེ་རིང་བོད་འོ་རན་དོལ་བོའི་སྐད་དོལ་སྐད་ཡུལ་སྐད་གཙང་མ་རྒྱག་དགོས་དོན་དེ་གང་ཡིན་ནས་ཟེར་ནི་ཁར་ཚང་འདིའི་ངོས་ནས་འོ་རན་དོལ་བོའི་མི་ཁ་ཤས་ཤིག་གིས་འོ་རན་དོལ་བོའི་སྐད་ཁོ་རང་དོལ་སྐད་ཁོ་རན་ཐོག་ལས་འགྲེལ་བཤད་ཞིག་རྒྱག་རོགས་བྱས་ནི་ཕན་ཐོག་ཆེ་བ་འདྲ་ལ་འོང་ལོག་འདུག་ཟེར་དེ་ནི་བསམ་ཚུལ་འདྲ་ལ་ཞུས་སོང་དེ་དེ་རིང

མི་སེར་ཡོངས་རྫོགས་ལས་དབུས་གཞུང་ནས་ལས་དོན་མེད་དུ་མི་རུང་བའི་འཕྲོད་བསྟེན་གྱི་མཐུན་རྐྱེན་དུ་རག་རྒྱུ་ཡི་ཐོབ་ཐང་ལ་རག་ཡོད་དེ་ཟེར་བཀོད་འདུག་དེ་ནི་དེའི་སྨན་རྫས་འཕྲོད་བསྟེན་གྱི་མཐུན་རྐྱེན་དེ་ཚོ་འགག་ཡས་ལ་སོགས་པ་འཕྲོག་ཡས་ལ་སོགས་པ་མི་སྡོད་ཡས་ལ་སོགས་པ་དེ་འདྲས་བྱས་མི་འཇོག་དེ་ཟེར་བྲིས་འདུག་དེ་ནི་མི་དམངས་ཡོངས་རྫོགས་ལ་དེ་ནི་ད་གལ་སྲིད་འཕྲོད་བསྟེན་གྱི་མཐུན་རྐྱེན་འདྲ་ལགས་རག་གཡབ་ཀྱི་ད་འདྲ་ལགས་ལོན་འདྲ་ལགས་ད་ཁོ་རང་ཁྱེད་ཀྱི་མཐུན་རྐྱེན་འདི་འདི་ཡོད་དོ་ཟེར་ཡབ་ཀྱི་ཐོབ་ཐང་ཟེར་ཡབ་ཀྱི་ད་འདྲ་ལགས་ལོན་འདྲ་ལགས་ཤོད་དགོས་ཏེ་དེ་ནས་དེ་ད་རེ་ནས་ལོན་རག་གཡབ་ཀྱི་ཐོབ་ཐང་དེ་མི་དམངས་ཡོངས་རྫོགས་ལ་ཡོད་དེའི་གནད་དོ་དེའི་མིན་ཚད་ད་ཁོ་བཤའ་བཅོས་འདྲ་ལགས་སྨན་བཅོས་འདྲ་ལགས་སྐྱེ་ནས་ཟེར་ནས་སྨན་ཁང་གང་དུ་རུ་སྐྱེ་ནོན་འགྲོགས་འཕྲོར་གན་སུས་སུས་སྐྱེ་ནོན་དེ་ནས་སྨན་མཁན་འདྲ་ཟ་ནོན་འོ་དེའི་སུས་ད་འདྲ་ལགས་དེ་ནས་ལོན་འདྲ་ལ་ཁོ་ལས། རག་ཡབ་ཀྱི་ཐོབ་ཐང་འོས་དེའི་ནད་དོ་ཡི། དེ་ནི་དེའི་མི་མཛད། དེ་མི་མང་ཡོངས་རྫོགས་ལས་གཙང་སྦྲ་འཕྲོད་བསྟེན་གྱི་ཐོབ་ཐང་དེའི་མི་མཛད། འཐུང་རྒྱུ་གཙང་མ་རག་ཡབ་ཀྱི་ཐོབ་ཐང་འོས་དེའི་ནད་དོ། དེ་ནི་དེ་རིང་གི་དོན་ཚན་གཉིས། དོན་ཚན་གཉིས་བ་དེ་ནི་ཁ་ལག་གི་སྐོར་ལས། ད་ཁ་ལག་བཟང་བ་ས་ཡབ་ཀྱི་ཁ་ཟས་ཀྱི་སྐོར་ལས་རང་ཡིད་དེ། དེ་ནི་ཁ་ཟས་རིན་བྲལ་བའི་ཐོབ་ཐང། མི་མང་ཡོངས་རྫོགས་ལས་འོས་དེའི་ནད་དོ་ཡི། དེ་ནི་མི་མང་ཡོངས་རྫོགས་ལས་ཁ་ཟས་རིན་བྲལ་བའི་ཐོབ་ཐང། འོད་ཐིག། དེ་ནས་དེའི་སྨིན་ཚད་ནི་ཁ་ལག་མ་འདང་བ། མི་ཚེ་ལས་དཀའ་ངལ། དེ་ནས་ཚེ་ཤོག་བྲོ་ཡབ་ཀྱི་ཉེན་ཁ་འདྲ་ལ་འོད་ཟེར་ནི། དེ་ནི་དུས་ལས་ཁྲིམས་རིན་མ་འགལ་བའི་ཀྱི་ཐབས་དབྱེ་དོན་ཡབ་ཀྱི་ཐོབ་ཐང། ཁ་ལག་རག་ཡབ་ཀྱི་ཆེད་དུ་ཐབས་དབྱེ་དོན་ཡབ་ཀྱི་ཐབས་དབྱེ་རྒྱལ་ཡབ་ཀྱི་འབད་བརྩོན་རྒྱལ་ཡབ་ཀྱི་ཐོབ་ཐང་འོད་ཐིག། གནད་དུ། དེ་ནས་ཁྲིམས་གཞི་བཟུང་གིས་དེ་ནས་སོ་སོའི་མི་ཚེའི་ནང་ལས་ཁ་ལག་གན་ར་བསགས། ཁ་ལག་གི་ཆེད་དུ་དཀའ་ལས་གན་ར་བཀྱགས། ཁ་ལག་གན་ར་ཞིག་ག་ནས་གོན། དྲུག་ཡབ་ཀྱི་དྷི་ར་གྱི་ཐོབ་ཐང་འོས་བསྡིགས་ནས་དོའི། དེ་ནས་དེའི་འོག་ལས་དེ་རིང་གི་དོན་ཚན་གསུམ་པ་གོ་གང་ཡིན་ནས་ཟིན། ཁང་པ་དོད་བཟི་བཟོའི་གནས་ཞུས་ཏེ་ད་དོད་གནས་ཀྱི་དོད་བཟི་བཟོའི་ཁང་པའི་དཀྱིལ་འཁོར་ལས། ཐོབ་ཐང་ཁེ་རག་དེའི་སྐོར་ཡིན། དེ་ནས་མི་དམངས་ཀྱང་ལས་དེ་ནས་སོ་སོ་ག་འདུ་རུ་བསྟོད། གན་ར་ཞིག་ལས་བསྟོད། སོ་སོའི་གདམ་ག་ལས་དཔའ་བའི་སོ་སོའི་འདོད་པ་ལས་དཔའ་བའི་ཁང་པ་ཞིག་རུ་ས་གནས་ཞིག་རུ་དོལ་རྒྱབ་ཀྱི་ཐོབ་ཐང་ངོས་དེའི་གནད་དོ། དེའི་མི་མཛད་ད་ཁོ་ག་འདུ་རུ་དེ་ནང་ས་ཞིག་ཁང་པ་གན་ར་ཞིག་ལས་དེའི་ནང་དེ་ནས་ལས་མདུན་ཡབ་སྤུས་འབོར་ཡབ་ལ་སོགས་པ་དེ་ནས་ལས་ཧ་སྟོན་འབོར་ཡབ་ལ་སོགས་པ་དེ་དེའི་མི་ཚེ་ཁུལ་ས་དེའི་ཁང་པ་དེ་ཚོ་འཕྲོག་ཡབ་ལ་སོགས་པ་དེ་ར་གྱེས་མི་ཆོག་དེ་ཡིན་ནས་དོ་ཡིན་དེ་གལ་སྲིད་ཁྲིམས་ཀྱི་ནང་ལས་ད་མི་མང་ཡོངས་རྫོགས་ལས་ཕན་ཐོགས་ཡི་ཆེད་དུ་ས་ཆ་ཞིག་ལེན་རྒྱུ་ཟེར་ནི་དེ་ལེན་ཆོག་གི་དེ་ཡིན་ན་ཡང་ད་དོན་མེད་རྒྱུ་མཚན་མེད་པའི་ཐོག་ནས་དེ་ནས་ཁོ་ལས་དེའི་ས་དེ་ནས་ལས་འདོན་ཡབ་རིན་ལས་ཁོ་ལས་ཐོབ་ཐང་མེད་པ་བཟོ་ཡབ་ཁོའི་ཁང་པ་འཕྲོག་རྒྱབ་དེའི་རིགས་ཀྱི་ལས་བཅོལ་དགྲ་ལག་ཁྱེར་མི་འཇོག་པ་དེའི་གནད་དོ། དེ་ནས་དེ་རིང་གི་དོན་ཚན་མཐའ་མ་དེ་གང་ཡིན་ནས་ཟེར་ནས། བུད་མེད་ཀྱི་ཐོབ་ཐང་སྐོར་ལས་བུ་འོང་དེ་འཛོ་ལེ་སྟེ་བུ་འོང་དེ་འཛོ་ལེ་ཐོབ་ཐང་གན་རེད་འདུག་གོ་ནས་ཟེར་ནས་བུ་འོང་དེ་འཛོ་ལེ་ད་ཕ་མི་འཛོལ་བའི་རྒྱུ་ནོར་ལོངས་སྤྱོད་ཀྱི་བི་ཟ་ཕོ་མོ་དབྱེ་བ་མེད་པའི་ཐོག་ནས་ཐོབ་ཐང་འདྲ་མཉམ་ཡིན་དེའི་གནད་དོ། དེ་ནས་བུ་འོང་དེ་འཛོ་ཉིན་གཅིག་ད།

སྐད་ཡིག་ལ་སོགས་ལ་བརྟེན་ནས་དེ་ནི་བུང་བ་ལས་བསྙག་སྤྱོད་བསྟེན། ལས་ཀ་ཡིན་ཅིག་མིན་ཅིག་སྐུལ་གཡབ་རིན་དེ་ནི་བཙན་དབང་རིན། དཀའ་ལས་དྲག་ལ་བསྟོད་མི་འཇོག་བ་དེས། དཀའ་ལས་དྲག་གཏོང་མི་འཇོག་བ་དེས་གལ་སྲིད་དེ་རེ་བྱས་པ་ཡིན་ཚེ་ནི། དཀའ་ལས་བསྟོད་མཁན་གྱི་མི་དེ་ལས། དཀའ་ངལ་བཟོ་མཁན་གྱི་མི་དེ་ལས་ཁྲིམས་གཞི་སྲུང་གི་ཉེས་པ་དེས། དེ་ནས་དེའི་སྨིན་མཛད་དཀའ་མངལ་ཕོག་ས་ཀྱི་བོང་བ་ཞོས་ཏེ། དེ་དེ་བོང་བ་དེ་ལས་གུན་གསབ་ནང་བསྟོད་བསྐོས་འོས་ཏེ་ནས་དོ་ཨི། དེ་ནས་དེ་ནས་འོག་ལས། རྒྱལ་ཁབ་ཀྱི་སྒྲིག་འཛུགས་ལས། ད། རྒྱལ་ཁབ་ཀྱི་སྒྲིག་འཛུགས་ལས་ཁུངས་མང་པོ་ཞོས་ཏེ་ད་རྒྱལ་ཁབ་ཀྱི་སྒྲིག་འཛུགས་ལས་ཁུངས་མང་པོ་དེ་ལས་དེ་བི་ཟ་བོང་བ་ཐོབ་སྟངས་འདྲ་མཉམ་མིན་ཏེ། བོང་བ་དེ་ཚོ་ཡང་སྒྲིག་བཟོ་ལས་ཁུངས་དེ་ཚོ་ནང་ལས་དེ་ནས་བུད་དེ་དེ་ནས་ལས་ཀ་གྱིས་ཡབ། འཆར་གཞི་འདོན་ཡབ་ཀྱི་ཐོབ་ཐང་འོད་དེ་གནས་དོ་ཨེ། དེ་ནས་དེའི་འོག་ལས་གང་འདུག་ནས་ཚེ་ནས། བུད་མེད་ལས་དེ་དམིགས་བསལ་གྱིས་ད་འཕྲོད་བསྟེན་རིན་སློབ་སྦྱོང་རིན་དེ་མིན་མང་པོ་ལས་ཀ་རག་ཡབ་ཀྱི་ཐོབ་ཐང།

གན་རྒོན་ཁྱོ་བ་གཉིས་ཁྱོ་བ་རེད་ནང་བ་གཉིས་ཀ་ལས་ཐོབ་ཐང་འདྲ་མཉམ་འོས་དེ་གནས་ཐོག་དེ་ནས་དེ་རིང་གི་བརྗོད་བྱ་གནས་ནང་དོན་ཚན་གནས་ནང་ད་གང་ཡིན་ནམ་དེ་རིང་གི་བཤོད་ཡབ་ཀྱི་གླེང་བྱ་གནས་ནང་ད་ཆ་ཤེས་འཕྲོད་བསྟེན་གྱི་ཐོབ་ཐང་སྐོར་ལས་དེ་ནས་ཁ་ལག་གི་ཐོབ་ཐང་གི་སྐོར་ལས་དེ་ནས་ཁང་པའི་རྡོས་བཟེད་ཀྱི་ཐོབ་ཐང་གི་སྐོར་ལས་དེ་ནས་བུང་བ་ལས་ཐོབ་ཐང་གན་རེད་འོས་དེའི་སྐོར་ལས་འགྲེལ་བཤད་འདྲ་ལགས་ཤིག་གང་ཐུབ་ཀྱིས་བོད་སྐད་མ་དག་ལས་བོད་སྐད་མ་དག་ལས་རང་དོལ་སྐད་གཙང་མ་ཁོ་རང་ཐོག་ལས་འགྲེལ་བཤད་ཞིག་རྒྱག་ཡབ་ཀྱི་བེད་ཙེམ་བྱས་ཡོད་དེ་ནི་ཁྱེད་རང་ཚོ་མགོ་ཚོས་མ་འཛོལ་བའི་ར་ལ་འོས་ཟེར་ནི་དྲི་བ་ཡིན་གཅིག་མིན་གཅིག་བཏང་རོགས་གྱིས་དོག་བ་ར་ལ་འོས་ཟེར་ནི་ཡིན་གཅིག་མིན་གཅིག་དྲི་བ་བཏང་རོགས་གྱིས་དེ་ནི་ང་གལ་ལེ་ནང་བྲེལ་བ་སྐྱེས་ཆོག་གི་འདིག་དེ་ནི་དེའི་མིན་ཚད་འདི་འོག་ལས་ངའི་ཟུའི་ད་ལྟ YouTube Channel འདི་ལས Subscribe ཟེར་ནས་ཤོད་འདིག་དེ་ནི་འོ་དེ།

གནང་གི་རེད་དེ། འདིའི་བིད་འགྲོ་དེ་འཇིགས་མི་འཇིགས་མི་མང་པོ་ལ་གཏོང་རོགས་གྱིས་དེ་ནས་སོ་སོའི་ཐོབ་ཐང་གན་ར་ཡིན་ལས་འགན་ག་ར་ཡིན་དེ་ནས་མི་ཚང་མའི་ཧ་གོ་ཟིན་ནས་དེ་ནས་སོ་སོའི་ཐོབ་ཐང་ལེན་ཡབ་ལས་ཀ་ལས་འགྲོ་ལ་འོང་གི་མ་རེད་དེ་ནས་འོ་རང་དམིགས་བསལ་གྱི་ཧི་མ་ལ་ཡན་རི་རྒྱུད་དོ་ལོ་གཅིག་རང་མ་འདེགས་པས་ལས་ཀ་སྔ་ལོད་དེ་དེ་ནས། དོ་ལོ་དམིགས་བསལ་གྱི་རྒྱབ་རི་དྭགས་ཏེ་དེ་ནི་ཚང་མས་འབད་བརྩོན་དོ་ལོ་ཡར་ལས་ལངས་ནུས་ཡབ་ཀྱི་ཐོབ་ཐང་ལེན་ནུས་ཡབ་ཀྱི་ཆེད་དུ་ཚང་མས་རོགས་རམ་ར་ལག་རོགས་སྐྱོར་ར་ལག་བྱེད་རོགས་ཀྱིས་ཞུ་རྒྱུ་ཐུགས་ཆེ་གནང།